ད་གར་ཆུ་བོ་ར་ཡ་འདི་སོང་ཙ་ཨ་ནི་ཡིན་ན་ཡང་ཡག་ཤོས་ཅིག་རྒྱ་མི་གཞུང་རང་གི་འགྲོ་སོང་སུ་ལ་འདོང་ཡང་ད་ལེ་ད་རྒྱ་མི་གི་རང་གི་མ་བུན་སྟོན་རོགས་བྱེད་པའོ་བྱུང་སུ་ལ་རེད། ཨ་ནི་དེའི་གང་ས་དངོས་གནས་ར་འདིར་ད་ཐ་མ་དེ་ལ་ང་ཚུ་གོང་ཚ་ཤོ་ཀ་དྲིན་ཨ་ཅང་ཅང།

ད་ང་ཚོ་ལོ་ཉི་ཤུ་སུམ་ཅུ་ནང་ལ་བོད་པའི་རྩ་དོན་གྱི་ཆབ་སྲིད་ཀྱི་བགྲོ་གླེང་དང་ཆབ་སྲིད་ཀྱི་ཁ་ཕྱོགས་བརྗོད་པ་ང་ཚོ་གཟབ་གཟབ་བྱེད་དགོས། འདིས་ངས་ཞུ་དགོས་དོན་འདི།

དེ་ག་འདྲ་འགྲོ་གི་འདུག་ཟེར་ན། རྒྱ་ནག་གཞུང་གིས་ག་དུས་ནས་ཚུར་ལ་བས་དེ་རེད་ད། ཨ་ནི་བོད་པ་རང་བཙན་རྩོད་དགོས་རེད་ཟེར་གི་འདུག། ང་ཚོས་ཀྱི་རང་བཙན་རྩོད་ཀྱི་མེད། མིང་དོན་མཚུངས་པའི་རང་སྐྱོང་རྩོད་དགོས་ཟེར་གི་འདུག་ཨ་རི་ཕན་ནས་རང་བཙན་རྩོད་དགོས་རེད་ལ་ད་རང་བཙན་རྩོད་ཀྱི་མེད་རང་བཙན་རྩོད་དགོས་ཟེར་རང་བཙན་རྩོད་དགོས་མིང་དོན་མཚུངས་པའི་རང་སྐྱོང་རྩོད་དགོས་ལབ་བསྡད་ཀྱི་འདུག།

རང་བཙན་རྩོད་ཀྱི་མེད་པ་དེ་སླད། རེད་པ། ཨ་ནི་ང་ཚོ་མིང་དོན་མཚུངས་པའི་རང་རང་བྱུང་གཅིག་པོ་ཡིན་སླད་ཡིན་དུ། ང་ཚོ Defensive བྱེད་ཀྱི་ཡོད་རེད་པ། དེ་ནི་སྐྱོན་བརྗོད་གཅིག་པོ་དེ་སྔ་མེད་ད་མེད་ད་མེད་ད་མེད་ད་ལ་ནི་སེམས་ཆགས་བྱས། ད་འཛམ་གླིང་ཚགས་པར་ཡོངས་ནང་ལ་བོད་རང་བཙན་ཡིན་པ་དེ་བརླགས་ཚར་ཞེས་པ་རེད།

ཁོ་རང་ཀོང་རེ་སི་སྐབས་ལ་ད National Security Adviser ཕྱི་སྲིད་དྲུང་ཆེ་ཡུ་རིང་པོ་བཞུགས་གནང་སར་ད་ང་ཚོ་ཨ་རི་དང་ཨ་རི་ནང་ལ་རྒྱ་ནག་མཁས་པ་ཀི་སིན་ཇར་ལ་སྐད་གྲགས་ཆེན་པོ་ཞུ་བཞིན་འདུག་ཚང་མས་ལབ་གོ་དེ་ནང་བཞིན South Asia དང་རྒྱ་གར་ལ་ཤིབ་ཤང་ག་མེད་ན་འདྲི་ད་ཁོ་རང་དཔལ་གྲོགས་པོ་ཆམ་པོ་རེད་བོད་པ་ཤ་ཞེན་ཞི་བ་རེད་ཡང་ཁོ་རང་ཉིད་མདོ་ང་ད་མ་ཤི་ཟེར་ང་འཛམ་གླིང་ནང་ལ་ཆབ་སྲིད་མཁས་བ་འོང་གི་ཤི་བ་ཁོ་རང་གི་ཡེ་ཤེས་ང་ཚོ་ལ་བསླབ་བྱ་རྒྱག་ཡོད་ད་ག་ལ་འོ་འདུག་ཟེར་ན།

དེ་ནས་གོང་ས་མཆོག་གི་དགོངས་པ་ཆེ་བཞེས་ཐོག་ནས་གཉིས་མའི་དགོངས་པ་བཞེས་བྱས་དབུ་མའི་ལམ་སྲིད་ཇུས་རྣམ་པར་བཞག། ཧ་ལས་ཡ་རེད། གོང་ས་མཆོག་ལ་བསྔགས་བརྗོད་བོད་པ་ལ་ལྟ་སྣང་མཐོང་ཆ་ཆེན་པོ་སྤེལ། ད་ལོ་སུམ་ཅུ་ལ་རང་བཙན་རྩོད་དགོས་རྩོད་གི་མེད་རྩོད་གི་ཡོད་རྩོད་གི་མེད་རྩོད་གི་མེད་ལབ་ཡོང་དེ་བ་ལ་ང་ཚོ་ཧམ་པ་ཆེན་པོ་འདྲ་ཆགས། མཐོང་སྟེ་བལྟས་སླ། ཨ་ནི་ཚུར་ལབ་ཅིག་རྒྱག་གི་འདུག་ང་སྐྱོར་བན་པོར་འདི་འདྲས་འདི་འདྲས་ཤོར་འགྲོ་གི་འདུག་ད། ཤིབ་བཤེར་འགའ་མེད་ནའི་ནང་གི་ཨན་ཏི་སི་པེ་ཏི་ཀམ་པླེན་སི་ཁྱེད་ཚོ་སྤྲེའུ་མང་དྲག་གི་འདུག་ཟེར་ད། ཨ་གཅིག་སྟོང་དགུ་བཅུ་དགུ་བཅུ་ཐམ་པའི་ལོར་གོང་ས་མཆོག་ཡིན་པ་ཡིན་ནའི་རེད་ད། ཡུ་རོབ་དང་ག་བ་ག་ས་ལ་ལས་འགུལ་ཆེ་ཁག་མི་མང་འཛོམས་ཆེ་ས་དེ་ག་འདྲས་འཕེལ་ཡོད་རེད། ཆ་ཤས་ལེན་གནང་ཡོད་རེད་ད། ལས་འགུལ་ཤུགས་ཆེན་པོ་ཞིའུ་པེ་རི་བོད་པ་ཚོ་ང་ཚོ

སུ་སུ་བསམ་དང་སུ་སུ་དངོས་ན་དེ་རིང་ཁོ་ལ་ཐལ་ཡ་ལོ། བརྒྱ་ཆ་དགུ་བཅུ་ནང་ཁུལ་རྐྱང་རྐྱང་རེད། གནས་ཚུལ་འདི་ཡག་ག་འདྲེ་འདྲེ་ཡོད་ན་བོད་ལ་ཞེ་ཐབ་རྒྱོ་འདྲ་བོ་འདྲེ་ལ་ཕིང་བཟོས་རྒྱོ་འདྲ་བོ་འདྲེ་ཤ་བྷ་ལེ་བཟོས་རྒྱོ་ཏེས་ཏེས་ཡོད་འགྲོ་བཟང་ང་བཟང་རྒྱོ་ར་ད་བཟང་རྒྱོ་དེ་མེད་པས་མང་བྱས་རེད་མ་རེད་བས།

འདི་སོང་ཙང་ད་སི་ཡ་ཁ་བཅོ་འདི་འགྱུར་འགྲོ་གི་འདུག་བ་ད་སི་ད་ཅི་རྒྱ་ཆེ་ས་ནི་ཆེ་ཆེ་ཆུང་ས་ནི་ཆེ་ཆེ་ང་ཚོ་མི་ག་འདྲི་འགྱུར་འདུག་ད་བསམ་བཏང་འདུག་ང་ཚོ་འདི་ག་འདྲི་འགྱུར་རེད་ཟེར་ན། སྒྲོམ་གཞི་འདི Narrative འདི་རྒྱལ་སྤྱིའི་ཐོག་ནས་རྒྱ་མི་གིས་བཙིར་ཡོང་དགོས་གང་ལ་ང་ཚོ་བསམ་བ་ཚུལ་ཆིངས་འདི་ད།

ད་དེ་གུ་ཡངས་འབད་བརྩོན་བགྱིད་དགོས། དེ་བྱས་པ་ལ་བརྟེན་ནས་ད་ང་ཚོས་ཀྱི་ད་ད་ལའི་ཁྲིམས་འཆར་འདི་ནང་ལ་ཡིན་ན་ཡང་དབུ་མའི་ལམ་ལ་ཡི་ད་ཁྲིམས་འཆར་ལ་ཁྲིམས་རང་བཀོད་ཐུབ་ཡོད་རེད་ད། འདི་སོགས State Department གྱི་ཉེ་ཆར Report ནང་ལ Tibet is under military occupation ལ་ཚིག་འདི་ཐེངས་དང་པོ་ལས་རེད། ང་ཚོས་ཤུགས་ཆེན་པོ་མ་བླངས་ན་དེ་ནི་གླེང་གི་མ་རེད་བ། འདི་བྱས་བྱས་ཨ་ནི་ང་ཚོ་ཁ་བཅོས་དུ་འགྱུར་དགོས་འདུག། འདི་མཉམ་དུ་ལས་འགུལ་མང་སྤེལ་དགོས་འདུག་ཟེར་དེར་ད་ལས་འགུལ་མང་པོ་སྤེལ་དགོས་འདུག་ཁོང་ཚོ་ལས་འགུལ་སྤེལ་ཉུང་ཉུང་རེད། ཝི་གུར་གར་ལས་འགུལ་སྤེལ་སྤེལ་གི་རེད་ཧོང་ཀོང་ཟི་དང་ཟླ་བ་དང་ཟླ་བ་པུ་ལིས་ཀྱི་ཉེ་བརྡ་གཏང་གི་དང་ཟླ་བ་དང་ཟླ་བ་དང་ཟླ་བ་ག་ཚོད་མི་ཁྲི་དང་ཁྲི་དང་འབུམ་དང་འབུམ་ཁྲོམ་རོ་ཁྲོམ་རོ་དོན་གི་དོན་གི་མི་འདི་བས། ང་ཚོ་ཚང་མ་ནང་ལ་བསྡད།

བོད་ལ་མི་མྱངས་དེ། ང་ཚོ་མྱངས་དེ། མྱང་མགྱོགས་ཀྱི་སྡུག་བསྔལ་དཀའ་ངལ་འདི་ཕྱིས་ལ་བཤད་དགོས་ཀྱི་འདུག། ཕྱིས་ལ་སྟོན་དགོས་ཀྱི་འདུག། ངས་པགས་ལ་དབུ་མ་གཟིགས་རེད། བུ། ཁྱེད་རང་ནང་ལ། སྟག་ནང་བཞིན་བྱས་ཕྱི་ལོག་ལ་ཞི་མི་ནང་བཞིན་བྱེད་མ་ཡོང་ཨ། ཁྱེད་རང་སྟག་ཡིན་ན་ཕྱི་ལོག་ལ་བརྟག་བྱས་ཤོག་ནང་ལོག་ལ་ཞི་མི་བྱིན་བསྡད་འོ་རེད། ངས་ཕ་དམ་པའི་ཁ་ཆེ་བས་ཕ་དམ་པའི་ཁ་ཆེ་སྐད་ར་ཆེན་པོ་ཡོད་རོགས་ཕ་དམ་པའི་ཁ་ཆེ་དངོས་གནས་རེད་ད། ཕྱི་ལོག་ལ་བརྟག་ནང་ཞི་བྱས་འོ་ནང་ལོག་ཞི་མི་ནང་ཞི་བྱས་འོ་ང་དེ་བྱེད་བསྡད་གི་ཡོད་ད། ང་རང་བྱས་རོགས་པ་དེ། ཁོ་ཚོ་ཅིག་ཕེ་རེ་རྒྱག་མཁན་དང་མང་པོ་ཞིབ་བཤད་མཁན་འདུག་ང་གཏམ་བརྗོད་རང་དབང་ལ་གུས་ཞབས་བྱེད་མཁན་གྲགས་ཡོད་ཁ་ཚོད་བཤད་ནས་བཤད་ཆོག་གི་ཡོད། ཁ་ནང་ལ་རོགས་པ།

ཞེས་པ་དང་ང་ཚོ་གཅིག་པོ་ཟུར་དང་འཕེལ་རེས་རྒྱབ་ཀྱི་འགྲོ་བ་མི་ཐོབ་ཐང་གཅིག་པོ་ལ་དེ་འགྲིག་མ་རེད་པ། འདི་ན་ཚུད་གོ། འདི་ན་ཚུད་རེད་ལ་ནི་ང་ཚོའི་བོད་པའི་གནད་དོན་དེ་རྒྱ་ཆེན་པོ་བཟོས་གོ། ཡོང་རྒྱུ་ལོ་བརྒྱ་ནང་ལ་ཁོར་ཡུག་གནམ་གཤིས་འགྱུར་ལྡོག་བགྲོ་གླེང་ཤུགས་ཆེ་ཤོས་ཆགས་ཀྱི་རེད། བོད་འདི་ན་འབུར་དུ་དོན་ཐོག་ཡ་རེད་དམ། ཡང་སྲིད་དང་ཆོས་དད་རང་དབང་ཐོག་ནས་ང་རང་ཚོ་དང་འབྲེལ་བ་ཡོད་རྒྱུར་བགྲོ་གླེང་ཤུགས་ཆེ་ཤོས་བརྩོན་ལེན་ཤུགས་ཆེ་ཤོས་ཆགས་ཀྱི་རེད། འདི་ཁྲིམས་འཆར་འདུ་ཐུག་གོ།

ད་ལྟའི་ཁོ་ཚོ་གྲོས་ཚོགས་ནང་གྲོས་ཆོད་བཞག་གི་ཡིན་ཟེར་དགོས་རེད། ད་ལྟའི་འདིར་དང་ཡང་སྔོན་མ། ཆེ་ཆུང་ཟེར་བ་ཡིན་ན་སྔོན་མ་ག་ལ་བར་ཟེར་ན། བོད་རྒྱ་འབྲེལ་མེད་ཆེད་བོད་རྒྱ་འབྲེལ་བའི་ཆེད་བོད་རྒྱ་འབྲེལ་མེད་རེད། བ་ཡང། སྔོན་མ་ཚ་བ་མང་ཆེ་འདི་ཡོད་རེད། ང་ཚོ Defense Policy Support Act ནང་ལས་བོད་རྒྱ་འབྲེལ་མེད་བྱས་ཟེར་ལ་ཡོད་རེད། ད་ང་ཚོ་དེའི་རྒྱ་ཆེ་རུ་བཏང་དགོས་ཀྱི་འདུག་བོད་རྒྱ་འབྲེལ་མེད་བྱེད་ལབ་དང་ག་ལ་བར་ཟེར་ན་རྒྱ་ཁབ་གཉིས་པོ་རུ་སྐད་ཆ་བཤད་ཡོད་པ་འདྲ་བ་ཨ་རི་གིས་བོད་རྒྱ་འབྲེལ་མེད་བྱེད་ལབ་ཡིན། གོང་ས་མཆོག་སྐུ་ཚབ་དང་རྒྱ་ནག་གཞུང་སྐུ་ཚབ་གཉིས་པོར་བཀའ་མོལ་གནང་ལ་ཡིན། ཨ་རྒྱའི་ལས་འགན་ཚར། རྒྱའི་ལས་འགན་ཚར་དང་བོད་རྒྱ་འབྲེལ་མེད་བྱེད་ལབ་ཡིན། ཁྱེད་རང་གཉིས་སྐད་ཆ་བཤད་སོང་ཚར། ད་དེ་འགྲིག་གི་མི་འདུག། དབུ་མའི་ལམ་སྲིད་ཇུས་དེ་ཁྲིམས་བཟོས་དགོས་ཀྱི་འདུག།

གཞུང་དེང་གི་ལས་འགན་གར་རེད། དབུ་མའི་ལམ་སྲིད་ཇུས་ཞེས་བྱ་བའི་ཐོག་ནས། མིང་དོན་མཚུངས་པའི་རང་སྐྱོང་སྒྲུབ་ཡ་དོན་དག་ལ་བོད་ཀྱི་འབྲེལ་མེད། ཞེས་མ་ཏོག་བོད་ཀྱི་འབྲེལ་མེད་བོད་ཀྱི་འབྲེལ་མེད་ཞེས་བོད་ཀྱི་འབྲེལ་མེད་བྱས་པ་ཙམ་གྱིས་ཡང་ལྷ་ས་བར་ཞི་བུ་ཅིག་འགྲུབ་པ་ན་ཞིག་མ་རེད་བོད་ཀྱི་འབྲེལ་མེད་ཡོང་བ་ཙམ་གྱིས་གང་ཡང་འགྲུབ་ཡོད་མ་རེད་སྐད་ཆ་བཤད་ཡོད་རེད་ཡག་པོ་ཞིག་རེད།

བ་ནང་བཞིན་བྱས་ཀྱི་རྣམ་པ་ཚང་མ་ཞུ་ཡ་ལ། སུ་སུ་གི་སྤུ་གུ་ལ། བཟང་སྤྱོད་སློབ་གྲྭ་ལ་སྤུ་གུ་ཁྲིད་དགོ་ཡ། ནང་ནས་དུས་རྟག་ཏུ་བོད་སྐད་བསླབ་ཡ། ཨ་ནེ་དྲ་རྒྱ་རྒྱུད་ཆེ་ཤེས་རི་ལི་གུ་དྲ་རྒྱ་མང་པོ་ཞིའུ་བྱས་ཡོད་ར་བ་ཨ་གུ་ཕག་པ་ཡན་ཅིག་ང་ཚོ་ཀར་ཀྲུང་ཅི་ད་མང་པོ་བཟོས་ཡོད་མགོ་ར་བ་འདི་གི་ཚང་མ་གཟིགས་བྱས་སུ་སུ་གི་རིག་གཞུང་སྐད་ཡིག་དེ་མ་བསླབ་དགོ་ར་ད་བྱས་ཀྱི་ཀ་ནང་སུ། དེ་ཡང་གོང་ཚོ་ཆོས་རང་ནས་ང་ཚོ་མ་ཡོང་དགོས་འདྲ་དཀར་ནག་ཡིན་ཙང་ངེད་ཀྱི་དེ་ཡང་ད་ཨ་རི་ལ་ཡོད་ངེས་བྱས་བྱང་ཨ་རི་ཞེས་འཛམ་གླིང་ཡོངས་ལ་ཡོད་ངེས་ཚོ་ལ་གོང་ཚོ་མཆོག་གི་ཐུགས་འཚབ་ཞི་བོ་གནང་གི་འདུག་འདི་ངེས་པར་དུ་སེམས་ལ་ཉར་བའི་ཐོག་ནས་ཨ་ནི་ལག་བསྟར་གནང་རོགས་གནང་ཉམས་ལེན་གནང་རོགས་གནང་ཞུ་ཡ་ཡིན།

དེ་འདྲ་ཡོད་རེད་ནའི་ཡང། ཨ་ནི་ང་ཚོ་གི་ད་རིག་གཞུང་སྐད་ཡིག་འདི་ཧ་ལས་པའི་ཙག་ཆེན་པོ་རེད་དཱ། བྱེད་བྱེད་དེ་གསུངས་ཡོང་དོན་ཁག་ལ་དངོས་གནས་རང་བཀའ་དྲིན་རྗེས་དྲིན་རྣམ་པ་གསུངས་ཀྱི་ཡོད་ན་གོང་ས་མཆོག་སྐུ་པར་དེ་ང་བཞུགས་ཁྲི་སྒང་ལ་དེ་འདྲི་ཞུས་ཡོད་རེད་མཆོད་བཤམས་སྒང་ལ་ཡོད་རེད་རེད་བ། ང་ཚོ་གི་ག་དུས་ཡིན་ནའི་ཡང་གོང་ས་མཆོག་སྐུ་ཚེ་རིང་པོ་བརྟན་པར་ཤོག་བྱེད་བྱེད་གསུངས་བསྡད་ཀྱི་ཡོད་རེད་དངོས་གནས་རང་བཀའ་དྲིན་བསམ་གྱི་ཡོད་ན། གོང་ཚ་ཞུ་ཐུགས་མཉེས་པོ་གནང་དགོས་ཀྱི་ཡོད་ན། གོང་ཚ་ཞུ་སྐུ་ཚེ་རིང་པོ་ཞུ་དགོས་ཀྱི་ཡོད་ན། གོང་ཚ་ཞུ་བཀའ་སྒྲུབ་དགོས་པ་རེད། བཀའ་གནང་ནས་བཀའ་གཙོ་བོ་དེ། རིག་གཞུང་སྐད་ཡིག། མི་ཉམས་གོང་འཕེལ་བྱ་བ་རེད། འདི་ཡོད་ཡོད་པ་དང་ང་ཚོ་མ་ཚད་ཡོད་རེད། ཅེས་གསུང་གི་འདུག་ད་དེ་ང་ཚོས་ཀྱིས་མཁྱེན་པ་དགོས་ཀྱི་འདུག།

བུ་བ་ཚོ་ཁྱེད་ཚོ་ཤི་འགོར་གདའ། ཁྱེད་ཚོ་ལ་ད་ལའི་བླ་མ་ཡོར་བ། ད་ལའི་བླ་མ་ནང་བཞིན་དུ་ལོ་བརྒྱ་བརྒྱ་ལ་འཛམ་གླིང་ལ་ཐེངས་རེ་རེ་མ་གཏོགས་ཕིག་མར་གདའ། རྒྱ་གར་ལ་སྐྱེ་བ་བཟང་པོ་བྱུང་རེས་གངས་ཅན་གྱི་ཕས་བཟོ་བ། འཛམ་གླིང་ཡོངས་ནས་ངོས་ལེན་བྱེད་དགོས་དབུ་ཁྲིད་ཅིག

བྱུང་ན་བསམ་བྱས་ང་སྐྱེ་བ་ཟབ་མོ་ཞེ་དྲག་ཡིན། ལོ་བཅུ་ལ། ཧུར་ཐག་སྦར་ཐག། ཡང་ཐག་ཆོད་དངོས་གནས་རང་ཞབས་ཀྱིས་ཞུས་ཡོད། ཁོང་ཚོ་ཕྱོགས་ནས་ཡིན་པས་ཡིན་ནའི་ཡང་ད་ལྟའི་ཡིན་ནའི་ཡང། འགན། མང། རེ་བ། ལས་འཆར། མང། བཀའ་སློབ། མང། གནང་གི་འདུག་དེ་སོང་ཚེ་རྣམ་པ་ཚང་མ ྋགོང་ས་མཆོག་གི་སྲིད་སྐྱོང་ལ་གཟིགས་དང། སྲིད་སྐྱོང་ནས་དད་བཀུར་བརྩི་བཀུར་ཨ་ཅང་ཅང་ད་ག་ན་ཤེས ྋགོང་ས་མཆོག་ནས་ཡིད་ཆེས་རྒྱ་ཆེ་རྒྱ་ཆེ་བྱེད་བློས་སྐྱེད་རྒྱ་ཆེ་རྒྱ་ཆེ་བྱེད་དངོས་གནས་ར་ཆབ་སྲིད་འཛིན་སྐྱོང་ཐོག་ནས་ཕྱག་གཡས་པ་རང་བྱེད་བྱེད་ཞབས་ཀྱིས་ཧུར་ཐག་འབར་ཐག་ཞུ་གི་ཡོད་ཅེས་ཞུ་ཡི་གནང། ང་ག་དུས་ནས ྋགོང་ས་མཆོག་མཇལ་ཁ་བཅར་བའི་སྐབས་ལ་ང་འདི་ཡིན་ཐ། ད་ལོ་ཅུ་ཚ་འགྲོ་ཡོད་རེད་བ་ངས་ཞུ་འདྲི་ག་དུས་ནས་ཡང་ཁོང་ཚོ་ཞིག་བྱས་ག་མ་བྱས་དངོས་ལ་རེད་བ good news ཡོད་རེད་བ་ག་རེ་ད་ཞུ་དགོས་ཡོད་ན་བསམ་འདོད་ག་དུས་ནས་ཡང་ཁོང་ཚོ་ཅིག་གཅིག་གཉིས་གསུམ་ཀ་ང་གནང་ཚར་བའི་ཞུ་གུ་ལ་ཡིན་གྱིས་མིན་གྱིས་བྱས་ག་མ་རྒྱུགས་མ་བྱས་ག་མ་བྱས་དངོས་ལ་གཅིག་གཉིས་གསུམ་ཞིག་ང་གནང་ཡོད་ན་གཅིག་གཉིས་གསུམ་ངས་སྒྲུབ་བ་བྱས་ག་དུས་ནས་ཡང།

ཨ་ནི་ཁོ། སྐུ་ཚེ་རིང་པོ་གནས། ཐེངས་འགར་བ། ང་བསམ་བློ་འདི་ཡིན་ད། ད་ལྟ་གོང་ཚོ་མཆོག་ནས་དགུང་ལོ་བརྒྱ་དང་བཅོ་གསུམ་བཞུགས་ཀྱི་ཡིན་ཞེས་བཀའ་བཞེས་བཟང་པོ་ཐོབ་པའི་རེད་ངེས་ཅག་གསུངས་ཡོད་རེད། ཡིན་ནའི་ཡང། བཀའ་བཞེས་བཟང་པོ་ཐོབ་ཡོད་རེད་སྐལ་བ་བཟང་པོ་ཞི་དར་རེད། ཡིན་ནའི་འདི་སྒྲུབ་པ་ལ་ང་ཚོ་ཚང་མ་ལ་འགན་ཡོད་རེད་ད། ཨའོ་ད་གོ་ཚོ་ཆུ་གསུངས་སོ་དེ་དྲུག་རེ་ང་ཚོ་རང་བླངས་ཆང་བླངས་བྱེད་བསྡད་པ་ཡིན་ན་ངོ་མ་བླ་མ་མང་པོ་གིས་བཀའ་བཞེས་བཟང་པོ་གནང་ཡོར་ད། དམ་ཚིག་གཙང་མ་མ་བྱུང་བྱས་བར་ཆད་ཤོར་བྱས་རེད་བ། ལོ་རྒྱུས་ན་བྱུང་ཡོར་བ། ང་ཚང་མས་གོ་ཚོ་ཆུ་སྐྱབས་སུ་སྐྱབས་སུ་གསུངས་དེ་གོ་རེད་དེ་ཁ་ཡོད་ལ་ཡོད་ཐོག་ནས།

ང་ལ་རྒྱབ་སྐྱོར་བྱེད་མཁན་ཡིན་རུང་མེད་རུང་ཆོལ་ཁ་གཅིག་པུ་ཡིན་རུང་མེད་རུང་རང་བཙན་རྩོད་མཁན་ཡིན་རུང་མེད་རུང་དབུ་མའི་ལམ་རྩོད་མཁན་ཡིན་རུང་མེད་རུང་རྩ་བ་ནས་འགྲིག་མ་རེད་མཐའ་གཅིག་ཏུ་ངོ་རྒོལ་ཡོད་རེད། གོང་ས་མཆོག་ལས་བཀའ་དྲིན་ཆེ་ཡ་ཡོད་མ་རེད།

དངོས་གནས་རང། དགེ་སྡིག་མ་འཛིན་ངེས། ཆབ་སྲིད་ཀྱི་གོ་རྟོགས་མེད་ངེས། ཁྲོམ་པའི་འབད་པ། དངོས་གནས་རེད་ད། འདི་འདྲ་བྱས་ན་རྩ་འགྲིག་མ་རེད། འདི་ངས་ཞུ་ཡ་ཡིན། འདི་སོང་ཙང། ཨ་ནི་ང་ཚོ་ཚང་མེད་ཀྱི་རེད་ད། ག་རེ་གནང་བ་ཡིན་ནའི་གོང་ཚོགས་མཆོག་གསན་གྱི་རེད་ད། གོང་ཚོགས་མཆོག་ཐོས་ཀྱི་རེད་ད། ཐམས་ཅད་མཁྱེན་པ་ཡིན་ཙང།

དེ་བས་ནས་ང་མང་གཙོ་ཚོགས་པ་སྤྱི་མཐུན་ཚོགས་པར་བསྒྲིག་དགོས་འདོད་ང་སྤྱི་མཐུན་ཚོགས་པའི་མང་གཙོ་སྒྲུབ་པའི་སྐྱོན་བརྗོད་ཞིབ་བྱས་རེད་དེ་ཧ་ལས་རེད་ད་མོ་ང་ཚོ་ཧ་གོ་གོ་རེད་ད་བོད་པ་རེད་བ་ལ་བོད་པ་རེད་བ་བོད་པ་ག་ཚོད་ཡོད་རེད་ཟེར་ན་རེད་བ།

ཡིན་ན་ཡང་སྒྲིག་གཞི་དེས་འགལ་ཡོད་ས་རེད་ལ་རེད། འདི་སོང་ཙང་ཨ་ནི་ང་ཕར་འགྲོ་བའི་སྐབས་ལ་ཡིན་ན་ཡང་ཨ་ནི་གོང་ས་ཤོག་མཇལ་ཁ་བཅར་བའི་སྐབས་ལ་ཨ་ནི་བྱང་ཨ་རི་ལ་ཡོད་ངེས་བོད་པ་ཚོ་ཧུར་ཐག་པ་ད་གནང་གི་འདུག་ཡག་ཐག་ཆོད་གནང་གི་འདུག་བྱེད་བྱེད་མཁན་སྙན་བཟང་ཞུ་ཆོག་པ་བྱེད། སྙན་བཟང་ཞུ་བ་ནང་བཞིན། རྣམ་པ་ཚོ་གས་དེ་འདྲ་རང་གནང་རོགས་གནང་ཅེས་ཞུ་བའི་དེ་ཡིན་མཐའ་དོན་ཨ་ནི་གོང་ས་ཤོག་སྐུ་ཚེ་རིང་པོ་གནས་པ་ཤོག་ཨ་ནི་བོད་ཀྱི་གནད་དོན་འདི་འགྲུབ་པ་ཤོག་ཨ་ནི་ས་ཡ་དྲུག་གི་མངོན་འདོད་དེ་གང་མགྱོགས་འགྲུབ་པར་ཤོག་འདི་འགྲུབ་ཡ་ཆེད་དུ་ང་ཚོ་ཚང་མས་རྡོག་རྩ་གཅིག་སྒྲིལ་བྱེད་ཆེད་སྐུ་ལས་བསྐྱོན་དགོས་པ་དེ་ཤིན་ཏུ་གལ་ཆེན་པོ་རེད་ཞེས་ཞུ་ཐུགས་ཆེ་གནང།